མང་ཡང་ད་དེ་ཁ་རང། བ་ལ་སོགས་ད་ཁ་སང་དེ་ཡན་ཆད་དེ། གོང་ས་མཆོག་གི་ཐུགས་བསྐྱེད་དམ་བཅའ་བཞི་དང་འབྲེལ་ཡོད་ཀྱི་ནི། གོང་ས་མཆོག་གི་དང་འདི་ལྗགས་རྩོམ་གལ་ཆེན་ག་རེ་ག་རེ་ཡོད་པ་དེ་གས་དང་དེ་ནས། ཐུགས་བསྐྱེད་དམ་བཅའ་བཞིའི་གི་དང། གནད་དོན་རོབ་ཙེ་གྲབས་ཞུས་ཟིན་པ་རེད་ད་གཞི་ཚགས་ཀྱི་ཁ་སང་ཞུས་པ་ནང་བཞིན་བྱས་ནས་དགུན་ཚོགས་མཆོག་གི་ཐུགས་བསྐྱེད་དམ་བཅའ་ཞི་བདེ་རྒྱ་མཚོ་ཆེན་པོ་ཞིག་དང་འདྲ་བ་རེད། ངས་འདི་འདྲ་མ་ཞུ་ཐུབ་བས་ཆ་ཚང་ཞུ་ཐུབ་བས་ཅི་ཡོད་མ་རེད་ད་དེ་ནས་རྒྱ་མཚོའི་ནང་གི་རྩྭ་ཡི་ཉག་མས་བསྣམས་པའི་ཆུ་ཐིགས་ཙམ་ཞུ་ཡོད་ཟེར་དེ་རེད།

མ་བདེན་པ་ཟེར་དོན་ད་ལྟ་ག་རེད། མི་མང་པོ་གཅིག་ཁ་ཚང་ཞུས་པ་ནང་བཞིན་བྱས་ཏེ། ཚིག་འདི་གཅིག་པོ་ལ་བརྟག་བྱས་དེའི་དོན་དག་ལ་མ་འདང་བ་བྱས། ཨ་ནི། ཨ་ནི། འདི་བྱས་འགྲོ་དགོས་རེད་བ། མི། མི་རིགས་གཅིག་འདི་འདི་ཡོད་རེད་བ། ཨ་ནི། ཁ་རྡུང་ལ་བཤད་ཡ་དགའ་བ་བྱས། ཨ་ནི། བསམ་བློ་བཏང་ཡ་དང་སོ་སོ་སློབ་སྦྱོང་བྱས་ཡ་དེང་གི་སློབ་སྦྱོང་བྱས་འདི་ལ་དགའ་བ་མེད་བ་བྱས། ཁ་རྡུང་ཚིག་གཅིག་རོན་སོང་ན་ཚིག་འདིའི་སྒང་ལ་ནང་བཟང།

འབྲི་བྱ་བ་དེ་སྔོན་ལ་རོགས་ཀྱིས་མ་ཀློག་བྱས་ཨ་ནི་དེ་ནས་འབྲི་བྱེད་ཤོད་ཡིན་ན་ཡག་པོ་མི་འགྲོ་བསམ་གྱི་འདུག་ཆོས་ལུགས་ལ་མ་འདོད་པའི་ཟ་ཆེན་གྱི་གོ་དོན་གང་ཡིན་ཞེ་ན། འདིའི་མདུན་ནས་ཆོས་ལུགས་ཀྱི་ཁ་གཏད་དུ་ལམ་པ་ཞིག་དམིགས་པ་མ་ཟད་ཆོས་ལུགས་ཐམས་ཅད་ཀྱི་ཐུན་མོང་གི་སློབ་ཆེན་གཙོ་བོ་བཟང་སྤྱོད་མགོན་པོའི་སྟོན་སྟོབས་ཀྱི་གདམས་ངག་ཁྱད་དུ་འཕགས་པ་ཞིག་ཡིན། ནང་པའི་གཞུང་ལུགས་ནང་སྔ་ནས་མི་ཆོས་རིག་པ་དང་ལྷ་ཆོས་རིག་པ་ཞེས་གཉིས་སུ་དབྱེར་ཡོད། དེ་ལ་མི་ཆོས་རིག་པ་ནི་མིའི་སྤྱི་ཚོགས་ཧྲིལ་པོ་ཞིག་གི་བཟང་སྤྱོད་ཀྱི་བློ་རྒྱ་སྟོན་པའི་གཞུང་ལུགས་ཤིག་རེད། ཆོས་ལུགས་ལ་མི་འདོན་པའི་བཟང་སྤྱོད་ཡང་མི་ཆོས་རིག་པའི་གཞུང་ལུགས་གལ་ཆེན་ཞིག་ཏུ་གྱུར་ཡོད་ཟེར་དེ་རེད། ད་ང་ཚོས་བོད་པའི་ནང་དུ་བྱས་པ་ཡིན་ན། ལྷ་ཆོས་དགེ་བ་སྤྱི་དང་མི་སྤྱི་གཙང་མ་ཆོས་དྲུག་ཤོད་ཅེས་ཡོད་རབས་གང་ལྟར་ད་ལྷ་ཆོས་དང་མི་ཆོས་ཤོད་ཅེས་གཉིས་ཡོད་པའི་ནང་ནས་གོང་ས་མཆོག་གི་བསྟན་པའི་ཚེ་བའི་ཆོས་ལུགས་དང་མ་འདོད་པའི་བཟང་སྤྱོད་བསལ་ཏེ་ལྷ་ཆོས་དང་མི་ཆོས་གཉིས་ཡོད་པའི་ནང་ནས་མི་ཆོས་རིག་སྤེལ་གྱི་ཨེ་ནུ་གཞུང་ལུགས་གལ་ཆེན་ཅི་རེད་ཅེས་དེ་རྗེས་བཤད། ད་དེ་ནས། ད་འདི་ནས། ད་འདི་འདི་སོགས་དུ་བ་ཆོས་ལུགས་ཐམས་ཅད་ཀྱི་ཆོས་ལུགས་ལ་མ་འདུས་པའི་བཟང་སྤྱོད་ཟས་སྡིག་གི་ཆོས་ལུགས་ཀྱི་ཨེ་ནི་པའི་འགལ་ཟླ། བྱེད་རྒྱུ་ལས་ལྡོག་བ་དེ་འདི་ག་གར་བྱེད་དགོས་པ་རེད་ཟེར་ན། ཆོས་ལུགས་ཡང་དག་པ་ཅན་ཡིན་པ་ཡིན་ན་ཆོས་ལུགས་ག་འདྲས་ཅན་ཡིན་པ་ཡིན་ན་དེའི་ཐུན་མོང་བསླབ་བྱ་དེ་ག་རེད་ཟེར་ན། མིའི་བཟང་སྤྱོད་གོང་འཕེལ་གཏོང་ཡ་དེ་རེད་པཱ། དེ་ཐུན་མོད་ཆོས་ལུགས་ཐམས་ཅད་ཀྱི་སློབ་བྱའི་གཙོ་བོ་དེ་དེ་རེད། ད་མིའི་བཟའ་འཇོའི་མགོན་པོའི་གཏུམ་མདོག་གི་མགོན་པོའི་སྟོང་ཡེ་གི་ཐོག་ལམ་ཨཱ་ཁྱད་དུ་འཕགས་པ་ཞིག་རེད། ཁྱད་དུ་འཕགས་པ་དེ་ག་རེད་ཟེར་ན། ཆོས་ལུགས་ཀྱི་མིའི་བཟང་སྤྱོད་མགོན་པོའི་སྟོང་ཡེ་གི་ཐོག་ལམ་དེ་ལས་དེའི་མཚམས་ལས་འགལ་འདས་པ་ཆེ་དང་དེ་ལས་རྒྱ་ཆེ་བ་ཅིག་རེད་བ། གང་ཡིན་ཟེར་ན། ཆོས་ལུགས་ཀྱི་ཆོས་ལུགས་ལ་བརྟེན་ནས་མིའི་བཟང་སྤྱོད་མགོན་པོའི་སྟོང་སྟོབས་ཀྱི་མགོན་པོའི་སྟོང་ཡེ་གི་ཐོག་ལམ། འདི་སྐད། ཆོས་ལུགས་དེ་དང་དེ་ཁས་ལེན་མཁན་གྱི་མི་གཅིག་ལ་དགོན་པའི་སྟངས་ཐོག་གཡོག་རེ་མ་གཏོགས་པའི་ཆོས་ལུགས་དེ་ལ་ཡིད་ཆེས་དང་དད་པ་དང་མི་འགལ་ཅིག་མོས་པ་མི་འགལ་ཅིག་ཡིན་པ་ཡིན་ན་ནི་ཆོས་ལུགས་དེ་ལ་བརྟེན་ནས་མི་ཡི་གི་བཟའ་མཆོད་དགོན་པའི་གདུང་ཐོབ་ཟེར་དེ་ཉོན་ཡོད་མ་རེད་པ་གསུང་ཆོས་དེ་དེ་ཡིན་དུས་གོང་ས་མཆོག་གི་དེ་འདྲའི་མ་གཏད་ན་བཞག་པ་དེ་དེ་ལས་རྒྱ་ཆེ་བ་བྱས་ནས་རོ། ཆོས་ལུགས་ཀྱི་མཚམས་ལས་འདས་བྱས་ནས་ཨ་ནི་མིའི་བཟང་སྤྱོད་གོང་འཕེལ་གཏོང་གཏོང་ཡས་ཀྱི་ཐོ་ལམ་ཅིག་ཆགས་བསྡད་ཡོད་པ་ཡིན་དུས་ག་ལ་ཆོས་ལུགས་ཡོད་པ་དང་མེད་པ་ཆ་ཚང་ལ་ཁྱབ་ཐོབ་པ་ཡིན་པ་ཡིན་དུས་ག་ལ་མིའི་གཅིག་གིས་དམིགས་ཡུལ་དེ་གཅིག་པ་བྱས་ཨ་ནི་མིའི་གི་བཟང་སྤྱོད་གོང་འཕེལ་གཏོང་ཡས་དེ་བྱས་ཡིན་ན་ཡང་ཐོ་ལམ་དེ་ཆོས་ལུགས་ལས་ཀྱི་བརྒྱ་ལས་བརྒྱའི་འབྲེལ་ཐག་ཆོས་ལུགས་ཀྱི་བརྒྱ་ལས་བརྒྱའི་སྲོལ་བཏོད་དགོས་ལ། ཆོས་ལུགས་དེ་ཆོས་ལུགས་རང་ཡོད་མཁན་དེ་མ་གཏོགས་པའི་ཡོང་ཁུངས་མ་རེད་ད་འདི་ཆོས་ལུགས་ཡོད་པ་ཙམ་མ་ཟད་ཆོས་ལུགས་མེད་མཁན་ཚོ་ཡིན་པ་ཡིན་པ་ཡིན་ན་ཡང་ཨ་ནི་མཐོང་ལམ་འདི་ལ་མཐོང་ལམ་འདི་གི་ཁྱོབ་ཐུབ་ཀྱི་ཡོད་པ་ཡིན་དུས་ག་ལ་ཆོས་ལུགས་ཀྱི་མཚམས་ལས་འདས་པ་ཟེར་གོ་དོན་དེ་ལེགས་གོ་བ་རེད། ད་ཆོས་ལུགས་ལ་མ་འདོད་པའི་བཟང་སྤྱོད་ཟེར་བསྟན་མེད་འདས་ཟེར་བྱས་ཡོད་རེད་བ་དེའི་གོ་དོན་དེ་ག་རེ་ཟེར་ལོག་ཡིན་པ་ཡིན་ན། དེས་ན་ཆོས་ལུགས་ལ་མ་བདེན་པའི་གི་དོན་དེ་ག་རེ་རེད་ཟེར་ན། བཟང་སྤྱོད་དེ་དག་རང་གི་ཉམས་ལེན་དང་དངོས་ངེས་དེ་ཡིག་མ་བྲིས་ཞབས་མ་བླུགས་ཡིན་དར་བ། དེས་ན་ཆོས་ལུགས་ལ་མ་བདེན་པའི་དོན་ནི་བཟང་སྤྱོད་དེ་དག་རང་གི་ཉམས་ལེན་དང་གཞན་ལ་སློབ་སྟོན་བྱེད་པ་ལ་ཆོས་ལུགས་ཞེས་ལ་ཡིད་ཆེས་དང་ཁས་ལེན་མི་དགོས་པར་མཚན་ཡིག་རིག་པ་དང་སེང་གག་རིག་པའི་ལྟ་གྲུབ་དང་ང་ཚོའི་མཐོང་ཆོས་སུ་གྱུར་བའི་དངོས་ཡོད་ཀྱི་གནས་ལུགས་དང་ཉམས་མྱོང་སྣ་མང་ལ་བརྟེན་ནས་ནང་སེམས་ཀྱི་འཁྱེར་སོ་དང་འབྲེལ་བའི་བཟང་སྤྱོད་གོ་མི་མཐོང་སྟོབས་ཀྱི་རིག་པའི་གཞུང་ལུགས་ཤིག་ལ་ཆོས་ལུགས་ལ་མ་ལྟོས་པའི་བཟང་སྤྱོད་ཀྱི་རིག་པའི་གཞུང་ལུགས་ཅེས་བརྗོད་ཆོག། དེས་ན། བཟང་སྤྱོད་ཅེས་པའི་བཟང་ནི་ཀུན་སློང་བཟང་པོའམ་སེམས་པ་བཟང་པོ་ལ་གོ། སྤྱོད། བཟང་སྤྱོད་ཅེས་པའི་སྤྱོད་ནི་ཀུན་སྤྱོད་བཟང་པོ་དེས་དྲངས་པའི་ལུས་ངག་གི་སྤྱོད་ལམ་རྣམས་ལ་གོ་བ་ཡིན། ཀུན་སློང་བཟང་པོ་དེས་དྲངས་པའི་ལུས་ངག་གི་སྤྱོད་ལམ་རྣམས་ལ་གོ་བ་ཡིན། འོ་དེ་རེད། དེ་ཡིན་དུས་ག་ལ། ཆོས་ལུགས་ལ་བརྟེན་མ་བརྟེན་ཟེར་དེ་ག་རེ་རེད་ཟེར་ན། ཆོས་ལུགས་ལ་མ་བརྟེན་པར་སུ་དུས་ག་ལ་ཆོས་ལུགས་འགལ་ཟླ་འགྲོ་བ་མ་ཡིན་པ་བྱས་ནས་འདི་འདོད་པའི་ཐོ་ལམ་དེ་ཆོས་ལུགས་ཀྱི་རྒྱ་ལས་བརྒལ་བ་ཡིན་པ་ཡིན་ས། ཆོས་ལུགས་ཀྱི་མཚམས་ལས་འདས་པ། ཆོས་ལུགས་ཀྱི་མཚམས་ལས་འདས་པ་དེ་ལ་ཆོས་ལུགས་ལ་མ་བརྟེན་པར་ཟེར་དེ་དང་ཆོས་ལུགས་ཀྱི་མཚམས་ལས་འདས་པ་ཟེར་གྱིན་གོ་དོན་འདྲ་བོ་འདྲ་བོ་འགའ་ལས་གི་འདུག་བ། འདི་འདྲས་ཀྱི་སློབ་བྱ་དེ་གོང་འཕེལ་གཏོང་བའི་ལ། འདི་འདྲས་ཀྱི་སློབ་བྱ་དེ་ལག་ལེན་བསྟར་བའི་ལ། ཆོས་ལུགས་གཅིག་ལ་བརྟེན་མི་དགོས་པར། ཆོས་ལུགས་གཅིག་གི་ཡིད་ཆེས་དང་ཆོས་ལུགས་གཅིག་གི་དད་པ་ལ་བརྟེན་མི་དགོས་པར་རེད་བ། མི་དགོས་པ་ཡིན་པ་ཡིན་དུས་ག་ལ་ཆོས་ལུགས་ལ་མ་བརྟེན་པ་ཟེར་གི་དོན་དག་དེ་རེད། ཡང་ན་ཆོས་ལུགས་ཀྱི་མཚམས་ལས་འདས་པ་ཟེར་གི་དོན་དག་དེ་རེད་རེད་བ། འདི་འདྲས་ཀྱི་མཐོང་ལམ་དེ་ཆོས་ལུགས་ཀྱི་མཚམས་ལས་འདས་པ་ཆོས་ལུགས་ཀྱི་རྒྱ་ལས་བརྒལ་ནས་རྒྱ་ལས་བརྒལ་ཟེར་དུས་ག་ལ་ཆོས་ལུགས་ཀྱི་འགལ་བ་ཆགས་ཟིན་ཡོད་མ་རེད། ཆོས་ལུགས་ཀྱི་མཚམས་ལས་འདས་ཟེར་ཏེ་འགའ་ཤས་ཀྱིས་གོ་བ་དེ་དུས་ག་ལ་མཚམས་ལས་འདས་སུ་དུས་ག་ལ་ཆོས་ལུགས་ཀྱི་ཨ་ནི་མཚམས་སུ་བཅད་པའི་ཨ་ནི་གཅིག་གི་ཉམས་ལེན་དེ་ལས་འགལ་བ་ཆགས་པ་འདྲ་བོ་བྱེད་དེ་འདྲའི་གོ་བ་ལེན་པ་ཡིན་པ་ཡིན་ན་ནོར་བ་རེད། ཆོས་ལུགས་ཀྱི་མཚམས་ལས་འདས་པ་ཟེར་མཚམས་དེ་ཆོས་ལུགས་ཀྱི། བཟང་སྤྱོད་ཀྱི་རིམ་པའི་ཀྱི་ཚད་དེ་ལས་འགལ་བ་རེད་ཟེར་ལོ་བ་ཡིན་ན་དེ་མ་རེད། དེའི་མཚམས་ལས་འགལ་བ་ཟེར་ན་ཁྱོ་གུང་གི་ཆ་ནས་ཁྱབ་ཚད་ཀྱི་ཆ་ནས་ཨ་ནི་ཆོས་ལུགས་ཀྱི་མཚམས་ལས་འགལ་བསྡད་པ་ཆེ་འོ་དེ་འདྲའི་གོ་བ་ཡིན་པ་ཡིན་ན་ཆོས་ལུགས་ལ་མ་བརྟེན་པ་ཟེར་དེ་དང་ཆོས་ལུགས་ཀྱི་མཚམས་ལས་བསྡད་པ་ཟེར་གཉིས་འོ་ད་གོ་དོན་གཅིག་པ་ལེགས་གཅིག་པ་འདྲ་བ་ལེགས་འདུག་ད་དེ་འདྲའི་ཚིག་དེ་འདི་བྱ། དེ་ནས་དེ་འདྲའི་བའི་བཟང་སྤྱོད་དེ། ཆོས་ལུགས་ཀྱི་ཐུན་མོང་འདིས་ཆོས་ལུགས་ཀྱི་འགལ་ཟླ་འགྲོ་མ་འགྲོ་བ་མ་ཟད་ཆོས་ལུགས་ཀྱི་ལ་རྒྱབ་སྐྱོར་བྱེད་དགོས་བ་རེད་ག་རེ་རྒྱབ་སྐྱོར་བྱེད་དགོས་བ་རེད་ཟེར་ན་ཆོས་ལུགས་ཀྱི་དམིགས་ཡུལ་དེ་ག་རེད་ཆོས་ལུགས་ཀྱི་དམིགས་ཡུལ་དྲུག་ཡིག་གིས་རོགས་འདེགས་བྱེད་དགོས་བ་རེད་ཆོས་ལུགས་ཀྱི་དམིགས་ཡུལ་དེ་ག་རེད་འགྲོ་བ་མི་གཅིག་གི་བཟང་སྤྱོད་གོང་འཕེལ་གཏོང་བའི་དེ་ཆོས་ལུགས་ཆ་ཚང་གི་དམིགས་ཡུལ་རོ་བ་དེ་གྲུབ་པ་ལ་འདི་གིས་རོགས་འདེགས་བྱེད་དགོས་བ་རེད་དེ་ཡིན་དུས་ག་ལ་ཆོས་ལུགས་ཀྱི་དམིགས་ཡུལ། བྲོ་བས་ལ། ཆོས་ལུགས་ཀྱི་ཚང་ལས་འདས་པའི་འཇིག་རྟེན་སྤྱི་སྨན་གྱི་བཟང་སྤྱོད་ཀྱི་རིག་པའི་གཞུང་ལུགས་དེ། ཕན་འདོགས་ཞུ་འགོ་བ་རེད། དེ་ཡོང་དུས་ག་ལ་ཆོས་ལུགས་ཀྱི་འགལ་ཟླ་འགྲོ་རྒྱུ་ལས་ལྡོག་སྟེ། ཆོས་ལུགས་ཀྱི་མངོན་འདོད་སྒྲུབ་པ་ལ་ཨ་ནི་རོགས་འདེགས་ཚད་ལས་བརྒལ་བ་བྱེད་དགོས་པ་རེད་དེ། འོ་དེ་རེད། དེ་ཡོང་དུས་དེ་འདྲའི་འོད་ལྟར་ཆོས་ལུགས་བཟང་སྤྱོད་བཟང་སྤྱོད་སྒོམ་པའི་གཏོང་སྟངས་དེ་ཆོས་ལུགས་ཀྱི་ཐོབ་ལམ་ཞིག་ལ་མ་འདེམས་པར་བྱས་ནས་ཨ་ནི་བཟང་སྤྱོད་སྒོམ་པའི་གཏོང་དགོས་ན་ག་འདྲས་གཏོང་གི་ཡོད་རེད་ཟེར་དུས་ག་ལ་ཨ་ནི ྋགོང་ས་མཆོག་གིས་ད་ལྟའི་ཆོས་ལུགས་ལ་མ་ལྟོས་པའི་བཟང་སྤྱོད་ཀྱི་རིག་པའི་གཞུང་ལུགས་འདིའི་ནང་ལུགས་ལ་གར་བསྟན་པའི་ནང་གོ་རེ་ཟེར་ན་མིའི་བཟང་སྤྱོད་གོམས་པའི་གཏོང་སྟངས་དེ་ཨ་ནི། མཚན་ཉིད་རིག་པ་དང་སེམས་ཁམས་རིག་པ་ད་ག་ནང་བཞིན་གྱི་དངོས་ཡོད་ཀྱི་མཐོང་ཆོས་སུ་ཡོད་པའི་དངོས་ཡོད་ཀྱི་གནས་ལུགས་དང། དེ་ནས་ད་ག་ནང་བཞིན་གྱི་ཚན་རིག་ལ་དེ་དག་གི་ཨ་ནི་གཅིག་གི་སེམས་ཁམས་ཚན་རིག་དང་ཨ་ནི་ཀླད་རྩའི་ཚན་རིག་ལ་སོགས་པའི་གང་ལྟར་ཚན་རིག་གི་གནས་ཚུལ་ཁ་ཤས་ལ་གཞི་བཅོལ་ནས་དེ་དག་ཁུངས་སུ་བླངས་ནས་ཨ་ནི་མིའི་བཟང་སྤྱོད་གོང་འཕེལ་གཏོང་བའི་གི་དོ་ལམ་དེ་གནང་བ་ཡིན་དུས་ད་འདི། ཨ་ནི་གཅིག་གི་དངོས་ཡོད་གནས་ཚུལ་ཁས་ལེན་མཁན་དངོས་ལ་ཞིབ་འཇུག་བྱེད་མཁན། འོ་དེ་འདྲའི་འོད་གི་གཅིག་གི་སེམས་ཁམས་ནང་སེམས་ཁམས་རིག་པ་དང་ཚད་ཡིན་རིག་པ། ཨ་དེ་འདྲས་ལ་གཅིག་གི་དེ་བྱེད་མཁན་གཅིག་ཡིན་པ་ཡིན་པ་ཡིན་ན་ཚང་མས་གི་ཁས་ལེན་ཐུབ་ཡོད་བྱེད་དང་ཡོད་མིན་ཞུ་དགོས་ཡ་གཅིག་ད་འདྲུ་གཅིག་རེད་ཟེར་དེ་རེད། ད་ང་ཚོའི་བོད་སྐད་ནང་ལོགས་ལ

ཨ་ནི་ན་བསམ་འཕེལ་གྱི་འཁྱེར་བཟོ་དང་འབྲེལ་བའི་སྒོ་ནས་ཨ་ནི་ཕྱི་གི་ཀུན་སྤྱོད་ཀྱི་འགྲེལ་བཤད་དེ་གཏིང་ཟབ་ཞོག་ཁྱུང་བར་དེའི་དུས་གོ་ས་མཆོག་གི་ད་ནི་དེའི་ན་ལོ་ལ་བཟང་སྤྱོད་ཟས་ཀྱི་དཔྱད་པའི་མཚམས་འཛིན་ས་དེ་ཁྲིམས་ཀྱི་ཐོག་ནས་ཟིན་ཐུབ་ཀྱི་མ་རེད་ཁྲིམས་ཀྱི་ཐོག་ནས་བྱ་བ་འདི་ངན་པ་རེད་བྱ་བ་འདི་སྡུག་ཅག་རེད་ཟེར་ནས་དཔྱད་པ་ཙམ་གྱིས་ཁྲིམས་ཀྱི་ཁྲིམས་ཐོག་ལ་བརྟེན་ནས་བྱ་བ་སྡུག་ཅག་ཅིག་དཔྱད་པ་བྱེད་དེ་ངན་ཨ་ནི་མིའི་གིས་ཨ་ནི་མིའི་གིས་ཨ་ནི་གཅིག་གིས། བཟང་སྤྱོད་རིག་པའི་གཞུང་ལུགས་ནས་བལྟས་པ་ཡིན་ན་དེ་ཨ་ནི་བཟང་སྤྱོད་དང་འགལ་བ་ཅི་དང། ཨ་ནི་ཁྲིམས་དང་མཐུན་པ་ཙམ་གྱིས་བཟང་སྤྱོད་རིག་པ་དང་མཐུན་མིན་གྱི་བཟང་སྤྱོད་རིག་པའི་གཞུང་ལུགས་དང་མཐུན་པ་ཅིག་ངེས་པ་ཡོད་མ་རེད། རེད་བ། དེ་ཡིན་དུས་གང་ལ་ད་བཟང་པོ་དང་སྤྱོད་པ་ཟེར་དུས་མཚམས་འདི་ག་ནས་བཅད་དགོས་རེད་བས་ལོ་དུས་གང་ལ་གཙོ་བོ་ནང་སེམས་དཔལ་གྱི་ཁྱད་སོང་དང་འབྲེལ་བའི་སྒོ་ནས་ཨ་ནི་བལྟ་དགོས་རེད་བསད་དེ། ཨོ། དེ་གསུང་བ་རེད་དེ་ཡིན་དུས་ཨ་ལ་བཟང་སྤྱོད་ཡོད་སའི་གཙོ་བོ་བཟང་པོའི་བཟང་ཟེར་དེ་ཀུན་སློང་བསམ་པའི་གི་ཁྱེད་ཚོ་དང་འབྲེལ་བའི་སྒོ་ནས་ལུས་ངག་གི་སྤྱོད་པ་དེ་གས་ལ་ཨ་ནི་བསྟེན་པའི་ཆེད་གོལ་དེ་དེ་རེད། འོ་དེ་བྱས་ན་ད་དེ་རོབ་ཚེ་སྤྱི་སྡོམ་དེ་བྱས། ད་དེ་ནས། ད་འོ་ན་གོང་ས་མཆོག་གི་ཆོས་ལུགས་ལ་མ་འདོད་པའི་གི་བཟང་སྤྱོད་དར་སྤེལ་མཛད་དགོས་ཡས་གི་རྒྱུ་མཚན་ག་རེ་རེད་ཟེར་ན་རྒྱུ་མཚན་ལྔ་ཡོད་རེད་ད་དེ་ང་རང་ང་དེ་ནས་མ་བྲིས་བཞག་ཡོད་ཨ་དེ་རིང་རྒྱུ་མཚན་ལྔ་དེ་དེ་ནས་མ་ཞུས་བྱས་ཨ་ནི། དེ་བསམ་བཞག་ཡིན་རུང་བ་རྒྱུ་མཚན་ལྔ་འདི། རྒྱུ་མཚན་ལྔ་འདི་དེ་རིང་དེ་ནས་མ་རོབ་ཅིག་ཞུས། དེ་ནས་མ་བཅུག་དེ་ནས་མ་ལ་རྒྱུ་མཚན་རེ་རེ་གི་འབྲི་བཤད་དེ་མ་བསྡུས་སུ་མ་རྒྱས་པའི་ཁྱད་པར་ཅན་རེ་མ་ཞུ་བས་ཡིན། ད་རྒྱུ་མཚན་དམ་པོ་དེ་ག་རེད་ཟེར་ན་དེང་འཛམ་གླིང་ཡོངས་ལ་བཟང་སྤྱོད་གོམས་པའི་གཏོང་མཁན་ཧ་ཅང་ཆེ་བ། དེང་སྐབས་འཛམ་བུ་གླིང་སྤྱི་ལ་བཟང་སྤྱོད་གོང་འཕེལ་གཏོང་ཡ་དེ་དཔེ་མི་སྲིད་པའི་གལ་ཆེན་པོ་རེད། འོ་ན་ག་རེ་བྱས་ནས་སྔར་དང་མི་འདྲ་བ་འདི་སང་ག་རེ་བྱས་ནས་རྒྱལ་ཆེ་བ་ཆགས་ཀྱི་ཡོད་རེད་བས་སའི་དྲི་བ་དེ་རེད་རེད་བ། བཟང་སྤྱོད་དེ་ག་དུས་ཡིན་ནས་གོང་འཕེལ་བཏང་དགོས་ཀྱི་ཡོད་རེད་བ། འོ་ན་ག་རེ་བྱས་ནས་འདི་སང་སྔར་ལས་ཀྱང་རྫ་དྲག་ཆེ་བ་བཟང་སྤྱོད་གོང་འཕེལ་བཏང་ཡ་དེ་རྫ་དྲག་གི་གནས་སྟངས་ཆགས་ཡ་དེ་ག་རེ་བྱས་ནས་ཟེར་དུས་ཨ་ནི་གནད་འགག་གཉིས་རེད་གཅིག་དེ་དེང་འཛམ་བུ་གླིང་གི་མིའི་གི་ཤེས་ཡོན་དེ་ཉིན་རེ་ཉིན་རེ་བྱས་ནས་ཡར་རྒྱས་འགྲོ་བསྡད་དགོས་བ་རེད། གཅིག་བྱས། གཉིས་པ་དེ་དཔལ་འབྱོར་རིམ་པ་རིམ་པ་བྱས་ནས་ཡར་རྒྱས་འགྲོ་བདེ་བ་རེད། ད། དཔལ་འབྱོར་ཡར་རྒྱས་ཧ་ཅང་གི་ཚད་མཐོ་པོ་ཕྱིན་ནས་དེ་དང་མཉམ་དུ་མིའི་བཟང་སྤྱོད་དེ་གོམ་པའི་འགྲོ་མ་ཐོབ་པ་ཡིན་པ་ཡིན་ན་མཛའ་མོ་དེ་འདིའི་ནང་ལོགས་ལ་ཨ་ནི་ལྐོག་ཟ་རུལ་སུངས་ལ་སོགས་པའི་གི་དཔལ་འབྱོར་གི་དང་འབྲེལ་བའི་གི་མཛའ་མོ་མིའི་གི་ཨ་ནི་སྤྱི་ཚོགས་ཀྱི་ནང་ལོགས་ལ་དཀའ་ངལ་མང་པོ་ཞོ་གཅིག་གི་འཕྲད་མྱོང་བའི་གཅིག་མི་འགོ་བ་རེད་ཟེར་བ་ཅེས་བཤད། མགོ་སྐོར་བཏང་ཡང་དང་དཔེ་འཇོག་གི་ཐོག་ཨ་ནེ་ཨ་ནེ་ཅིག་གིས་ད་དང་ད་ཆེ་ས་ནས་བཤད་པ་ཡིན་ན་རྒྱལ་སྒོ་ད་ལྟ་ད་ཉོ་གི་འདུག་ག་དཔེ་འཇོག་གི་ཐོག་ནས་རྒྱལ་སྒོ་གཅིག་གིས་གཅིག་ལ་ཕུལ་ཚུལ་ལ་ཨ་ནེ་ཅིག་གིས་དཔེ་འཇོག་གི་ཐོག་ནས་ཤོ་ཤོ་གཉའ་གནོན་བཏང་ཡས་ད་ག་ན་ཤིང་གིས་ཨ་ནེ་ཅིག་གིས་རྒྱལ་སྒོ་གཅིག་གི་ནང་ལ་ཡིན་པ་ཡིན་ན་ཡང་དཔེ་འཇོག་ཕྱི་བྱུང་དབང་གིས་ཡང་ཅིག་དཔེ་འཇོག་གི་སྒོ་ནས་གཉའ་གནོན་ཤིང་ཤུང་བཏང་ཡས། ཐོབ་ཚུལ་བཤད་ཡས། འོ་ད་དཀའ་ངལ་འཕྲད་དེ་རིམ་པ་རིམ་པ་ཇེ་མང་དབུགས་ཆེ་ནས་ཡོང་བསྡད་གི་འདུག་དེ་ཡིན་དུས་ག་ལ་དཔལ་འབྱོར་ཡར་རྒྱས་འགྲོ་བ་དང་མཉམ་དུ་མིའི་བཟང་སྤྱོད་དུ་གོང་འཕེལ་དུ་འགྲོ་མ་ཐུབ་པ་ཡིན་པ་ཡིན་ན། དེ་གིས་དཔལ་འབྱོར་ཡར་རྒྱས་ཕྱིན་པ་དེ་གིས། མིའི་ལ་བདེ་སྐྱིད་ཡོང་རྒྱུ་ལས་ལྡོག་སྟེ་མིའི་སྤྱི་ཚོགས་ནང་ལུགས་ལ་དཀའ་ངལ་མང་པོ་ཤོར་ཆེད་བཟོ་དགོས་རེད། ཁྱད་ལས་དགོས་པ་རེད། དེ་ཡིན་དུས་གང་ལ། དཔལ་འབྱོར་ཡར་རྒྱས་འགྲོ་བ་དང་མཉམ་དུ་མིའི་བཟང་སྤྱོད་དུ་གོང་འཕེལ་བཏང་ཐུབ་པ་ཡིན་པ་ཡིན་ན་ད་དཔལ་འབྱོར་ཡར་རྒྱས་སོང་བ་དེ་གིས་དངོས་གནས་ང་རང་མི་ལ་ཕན་ཐོགས་ཡོད་པ་གཅིག་དང་སྤྱི་ཚོགས་ལ་དཀའ་ངལ་མེད་པ་གཅིག་ཡོང་གི་རེད། གཅིག་དེ་རེད། གཉིས་པ་དེ་ཉིད། ཤེས་ཡོན་ཡར་རྒྱས་འགྲོ་གི་ཡོད་པ་ཡིན་དུས་ག་ལ་རེ་བ། མི་སློབ་སྦྱོང་མེད་མཁན་གཅིག་གིས་མི་གཞན་དག་ལ་འཚེ་བ་བྱས་པ་མི་གཞན་དག་ལ་གནོད་འཚེ་བྱས་པ། བྱས་པ་ཡིན་ན་ད་ཕྱིས་ཀྱི་གཞན་ལ་གནོད་འཚེ་བྱས་པ་རེད་དེ་ཡིན་ན་ཡང། དེའི་གི་ཁྱོ་ཁུངས་དེ་དེའི་ནུས་པ་དེ་དེ་ཙམ་གྱིས་ཆེན་པོ་གས་ཆགས་དགོས་བ་མ་རེད། ད་མི་ཤེས་ཡོན་ཡོད་པ་དང་མི་དབང་ཚད་ཡོད་པ་ཙུག་གིས་ད་དབང་ཚད་ཡོད་མཁན་དེ་འདྲས་གཅིག་དེ་དེ་ཚོའི་རིགས་ལ་བཟང་སྤྱོད་མེད་པ་ཡིན་པ་ཡིན་ན་རེ་བ། ཨ་ནི། ཨེ་ནས་ད་དཔེ་དེ་སྨྱོ་ར་ཞོ་ཆགས་རེད་ད་ད་འདྲ་ང་ཚོ་ཧ་གོ་ས་རེད་འཛམ་བུ་གླིང་འདིའི་སྒང་ལ་རྒྱལ་ཁོབ་ཀྱི་ད་ནི་འགོ་ཁྲིད་ཨེ་ནས་གཅིག་གི་དབང་ཆ་ཡོད་དེ་མཁན་ཨེ་ནས་སློབ་སྦྱོང་ཡོད་དེ་མཁན་ཨེ་ནས་བཟང་སྤྱོད་ཀྱི་ཕོངས་དེ་མཁན་གྱི་ཨེ་ནས་འགོ་ཁྲིད་དེ་འདྲས་ཀྱི་ད་རྒྱལ་ཁོབ་སྤྱི་ཡོངས་གོ་རང་ལ་ཨེ་ནས་མ་དཀྲུག་ན་ཡག་ད་ཨེ་ནས་ཚད་ལས་འདས་པའི་མི་གསོད་ཁྲག་སྦྱོར་གྱི་ལས་ཀ་སྤེལ་ད་ཞེད་སྣང་ཚ་བོ་ཞོ་དེ་འདྲ་ཡོང་གི་འདུག་ག། དེ་ཡིན་དུས་ག་ལ་སྲིད་མིའི་གི་ཤེས་ཡོན་ཡར་རྒྱས་འགྲོ་བ་དང་མཉམ་དུ་མིའི་བཟང་སྤྱོད་དེ་གོང་འཕེལ་འགྲོ་མ་ཐུབ་པ་ཡིན་པ་ཡིན་ན་ཨ་ནི་ཤེས་ཡོན་ཡར་རྒྱས་དེས་དངོས་གནས་བྱས་པ་ཡིན་པ་ཡིན་ན་ཤེས་ཡོན་ཡར་རྒྱས་ཟེར་དུས་མིའི་བདེ་དོན་འཁྲུ་བའི་དང་མི་ལ་ཕན་བདེ་འཁྲུ་བའི་ཆེད་རེད་དེ་ཡིན་ན་དེ་ལས་ལྡོག་སྟེ་ཨ་ནི་མིའི་སྤྱི་ཚོགས་ཀྱི་ནང་ལོགས་ལ་དཀའ་ངལ་མང་པོ་ཞིག་བཟོ་མཁན་ཆེ་ཆ་ཡང་ཉེ་ག་ཡོད་པ་ཡིན་དུས་ག་ལ་ཨ་ནི་དེང་དུས། ང་དང་མི་འདྲ་བ་བྱས་ནས་བཟང་སྤྱོད་སྒོ་མོས་གཏོང་ཡ་དེ་གལ་ཆེན་པོ་རེད་ཟེར་དེ་རེད། དེ་ཡིན་དུས་མདོར་བསྡུས་ནས་བཤད་པ་ཡིན་པ་ཡིན་ན། དེང། དཔལ་འབྱོར་ཡར་རྒྱས་འགྲོ་ཧ་ཅང་གི་མགྱོགས་པོ་འགྲོ་གི་ཡོད་པ་ཡིན་དུས་གང་ལ་དཔལ་འབྱོར་ཡར་རྒྱས་འགྲོ་བ་དེ་ཡག་པོ་རེད། ཡིན་ན་ཡང་དེ་དང་མཉམ་དུ་མིའི་བཟང་སྤྱོད་དེ་གོང་འཕེལ་དུ་བཏང་མ་ཐུབ་པ་ཡིན་པ་ཡིན་ན། དཔལ་འབྱོར་ཡར་རྒྱས་འགྲོ་བ་དེ་གིས་སྤྱི་ཚོགས་ནང་ལོག་གི་དཀའ་ངལ། མིའི་གི་དཀའ་ངལ་སེལ་རྒྱུ་ལས་ལྡོག་སྟེ་སྤྱི་ཚོགས་ནང་ལོག་ལ་དེ་ལས་ལྷག་པའི་གི་དཀའ་ངལ་མང་པོ་ཅིག་ཁྱེར་ལོ་ཉེན་ཁ་ཡོད་པ་དང། ད་ག་ནང་བཞིན་གྱི་མིའི་ཤེས་ཡོན་ཡར་རྒྱས་འགྲོ་བ་དེ་ཡག་པོ་ཞེ་དྲག་རེད་ཡིན་ན་ཡང་དེ་དང་མཉམ་དུ་མིའི་བཟང་སྤྱོད་ཀྱི་རིམ་པ་དེ་ཡར་རྒྱས་བཏང་མ་ཐུབ་པ་ཡིན་པ་ཡིན་ན་ཤེས་ཡོན་ཡར་རྒྱས་དེ་གིས་ཡང་ཕན་ཐོགས་ལས་གནོད་ཆེ་བ་ཅིག་ཡོང་ཡག་གི་ཉེན་ཁ་ཡོད་པ་དེ་ཡིན་དུས་གང་ལ་དེང་འཛམ་བུ་གླིང་འདིའི་གང་ལ་བཟང་སྤྱོད་གོང་འཕེལ་བཏང་ཡང་ད་ཧ་ཅང་གལ་ཆེན་པོ་རེད་ཅེས་རྒྱུ་མཚན་དམ་པོ་དེ་བྱས། དེ་ནས་རྒྱུ་མཚན་གཉིས་པ་དེ། རྒྱུ་མཚན་གཉིས་པ་དེ། ཨ་ནི་དེ་འདྲས་ཀྱི་བཟང་སྤྱོད་སྒོམ་པའི་སྟོང་དགུ་དགུ་ཡོད་པ་ཡིན་ན་ཟེར་བ། ཨ་ནི་ག་འདྲས་ཟེར་ནས་བཏང་བ་རེད་བས། བཟང་སྤྱོད་གསལ་ཏེ་ཨ་ནི་མི་ལ་བློ་མ་འགོ་བ་བྱས་ནས་རང་བཞིན་གྱིས་མིའི་གཤིས་ཀ་དེ་བཟང་སྤྱོད། སྤྱོད་པ་བཟང་པོ་དང་ཨ་ནི་གཅིག་གི་བསམ་བློ་བཏང་ན་སེམས་པ་བཟང་པོ་ཉོ་ཡ་དེ་རང་བཞིན་གྱི་ཉོ་ཡ་བྱེད་རེད་བས་ཟེར་ན་མ་རེད། ྋགོང་ས་མཆོག་ག་དུས་ནས་བཟུང་གོ་བར་བཟང་སྤྱོད་ཟེར་དུས་ངེས་པར་དུ་བློ་བ་རེད། རོ་སློབ་སྦྱོང་སྤྲད་ནས་ཉུང་བས་ཅི་རེད་མ་ཐོབ་པའི་སློབ་སྦྱོང་མ་སྤྲད་པ་ཅི་ན་རང་བཞིན་གྱི་ཡོང་དེ་ཅི་མ་རེད། ད་སློབ་སྦྱོང་སྤྲད་དགོས་ཡོད་ན་ག་འདྲས་ཟེར་ནས་སྤྲད་དགོས་རེད། སྤྲད་དགོས་རེད། ད་དེ། ག་འདྲས་ཟེར་ནས་སྤྲད་དགོས་ཀྱི་རེད་བས་ཟེར་དུས་ཨེ་ན་དགོངས་འདུས་དགོངས་འདུས་ཀྱི་སློབ་སྦྱོང་སྤྲད་སྟངས་དེ་དེང་རབས་ཀྱི་སློབ་གྲྭ་ཁག་གི་ནང་བཟང་སྤྱོད་ཀྱི་སློབ་ཚན་ལྟར་སློབ་ཚན་གཞན་པ་ནང་བཞིན་བྱས་ནས་ཨེ་ན་ཟུར་འཇོག་གི་བཟང་སྤྱོད་ཀྱི་སློབ་ཚན་ཨེ་ན་གཏན་འག་གསོ་བར་དང་བྱང་ཡས་ཀྱི་སློབ་ཚན་ཨེ་ན་གཏན་འབེབས་གོ་དགོས་འདུག་བྱས་ཨེ་ན་དེ་གསུངས་པ་རེད་དེ་ཡིན་དུས་གང་རེད་དེང་རབས་ཀྱི་སློབ་གྲྭ་ཁག་ནང་བཟང་སྤྱོད་ཀྱི་སློབ་ཚན་འཇོག་དགོས་བ། ད་བཟང་སྤྱོད་ཀྱི་སློབ་ཚན་ཞིག་བཞག་དགོས་ཀྱི་ཡོད་བས་ན་ག་འདྲས་ཟེར་ནས་བཞག་དགོས་ཀྱི་རེད་བས་ཟེར་ད་རོ་བ། དེ་རེད་ད་ཡང། དེ་འདྲའི་བཟང་སྤྱོད་སློབ་ཚན་བཞག་དགོས་ཀྱི་རེད། ད་སློབ་གྲྭ་ཁག་གི་སྤྱི་ཡོངས་ཀྱི་སློབ་ཚན་གྱི་ཆུང་དུས་ནས་དེ་མའི་ཆུང་དུས་ནས་བྱས་ནས་སློབ་གྲྭའི་ནང་ལོགས་ལ་ཨ་ནེ་བཟང་སྤྱོད་ཀྱི་སློབ་ཚན་གཏན་འབེབས་བྱེད་ཐུབ་པ་ཡིན་པ་ཡིན་ན། ཨ་དེ་སང་མི་ཚང་མ་དག་མང་ཆེ་བར་ད་སློབ་གྲྭ་དེའི་གོ་སྐབས་ཡོང་བསྡད་ཀྱི་རེད། དེ་ཡིན་དུས་ཁ་ལ་ཆུང་དུས་ནས་བྱས་ནས་བདུན་དུས་ཀྱི་ཤེས་ཡོན་གྱི་གོ་སྐབས་ཐོབ་ཀྱི་ཡོད་པ་དང་དེ་ནང་བཞིན་བྱས་ནས་བཟང་སྤྱོད་ཀྱི་སློབ་ཚན་དེའང་བདུན་དུས་ཀྱི་ཤེས་ཡོན་དང་མཉམ་དུ་ཨ་ནི། སྦྱངས་ཡས་སྤྱི་དང་མཉམ་དུ་སློབ་ཡས་སྤྱི་དང་མཉམ་དུ་དེ་འདྲས་ཟེར་ནས་ཁོ། ཨ་ནི། གོམ་པའི་དང་ཐོ་ཡོད་ཅེས་འབྱུང་བ་ཡིན་པ་ཡིན་ན། ཨ་ནི་དེ་ཕན་ཐོགས་ཞེ་དྲག་ཡོད་རེད། དེ་ཡིན་དུས་གང་ལ་དེང་རབས་ཀྱི་སློབ་གསོ་དེ་སློབ་གྲྭ་ཁང་ག་ས་བཟང་སྤྱོད་ཀྱི་སློབ་ཚ་དེ་དེང་རབས་སློབ་གྲྭ་ཁག་གི་ནང་གི་ན་ཨ་ནི། སློབ་ཚན་རང་ལ་ཨ་ནི་གཏན་འབེབས་བྱེད་ཐུབ་པ་ཞིག་གོ་གི་འདུག་ཅེས་གསུངས་པ་རེད། འོ། དེ་ཡིན་དུས་གང་ལ། དེ་དེ་ལ་ག་རེ་གོ་རེད་ཟེར་དུས། དེ་ལ་གཅིག་པ་རེད། ཆོས་ལུགས་ལ་མ་འདོད་པའི་བཟང་སྤྱོད་ཀྱི་ཐོབ་ལམ་འདི་བྱུང་བ་ཡིན་པ་ཡིན་ན་དེ་འདྲའི་སློབ་གྲྭ་ཁག་གི་སློབ་ཚན་གྱི་ནང་དོན་ལ་བསྟན་པའི་ཐུགས་ཁུར་ཡོད་རེད། གལ་སྲིད་བཟང་སྤྱོད་དེ་ག་དུས་ཡིན་ན་ཡང་ཆོས་ལུགས་ཀྱི་ལྟ་གྲུབ་དང་འབྲེལ་ནས་འགྲེལ་བཤད་འགྱོག་བསྡད་པ་ཡིན་པ་ཡིན་ན། སློབ་གྲྭ་ཁག་གི་སློབ་ཚན་གྱི་ནང་ལོགས་ལ་ནམ་ཡང་སློབ་ཚན་དུ་བསྟན་པའི་ཐུགས་ཡ་ཡོད་མ་རེད་ད་དེ་མེད་པ་ཡིན་པ་དེ་འདྲ་རེད་དེ་ཡིན་དུས་གང་ལ་གོང་ས་མཆོག་གི་དགོངས་པ་དེ་འདྲས་ཅིག་བཞེས་ནས་ཁ་སང་ང་ཚོ་རིམ་པ་དང་པོའི་ནང་ཞུས་པ་ནང་བཞིན་བྱས་ན་དབྱིན་མོ་རུ་སློབ་གྲྭ་དང། སློབ་གྲྭ་ཆེན་མོའི་དགོན་སྡེའུ་དགོན་ཕྱི་ནང་གཤེན་བྱེད་ནང་ཁོ་ནང་ཚོ་མཁས་དབང་མང་པོ་ཆེ་ལོ་མང་པོའི་རིང་ལ་སྐུ་ངལ་བསྐྱོད་རྗེས་སྲིད་གཞུང་གི་སློབ་གསོ་གཏན་འབེབས་བྱས་རྗེས་ཨ་ནེ་སློབ་གྲྭ་ཕྱི་རྒྱལ་གྱི་སློབ་གྲྭ་ཁག་མང་པོའི་ནང་ལོགས་ལ་སློབ་ཚན་གཏན་འབེབས་གནང་ཡོད་ད་ག་ནང་བཞིན་གྱི་རྒྱ་ཨང་ནང་ལོགས་ལ་ལྡི་ལི་ཤེས་ཡོན་དང་དེ་ནས་ལྡི་ལི་གི་ཨ་ནེ་གཞུང་གི་སློབ་གྲྭ་ཁག་མང་པོ་གཅིག་ནང་ལོགས་ལ་ད་ག་ནང་བཞིན་གྱི་ཨ་ནེ་སློབ་དེབ་ཀྱི་ནང་ལོགས་ལ་བཟང་སྤྱོད་ཀྱི་སློབ་ཚན་དངོས་སུ་གཏན་འབེབས་གནང་བྱ་ཐུབ་བྱུང་བ་དེ་སྐུ་མདེའུ་དགོན་ཕྱི་ནང་གཞོགས་འདེགས་བྱུང་གོ་གལ་སྲིད་གོང་ས་མཆོག་གིས

སྨྱོ་སྦྲང་འགོ་ཚུགས་ས་རེད་ད་རེད་བ་དེ་རེད། དེ་གཅིག་བྱས་དེ་ནས་གཉིས་པ་དེ་ཆོས་ལུགས་ལ་མ་བསྟེན་པའི་བཟང་སྤྱོད་ཆོས་ལུགས་ལ་བསྟེན་པའི་བཟང་སྤྱོད་འགྲོ་བ་མི་ཡོངས་ལ་འཁྱོག་མི་ཐུབ་བ་ཟེར་དེ་རེད་ད་དེ་ག་ཅིག་ག་དང་བ་རེད་བ། ད་ཆོས་ལུགས་ལ་བསྟེན་པའི་གི་བཟང་སྤྱོད་དེ་གི་འགྲོ་བ་མི་ཡོངས་ལ་འཁྱོག་མི་ཐུབ་བ་ཞིག་ག་རེད་ཟེར་ན་འཛམ་བུ་གླིང་ག་ལ་མི་གྱ་བྱེད་ཉི་ཤུ་ལྷག་མི་གྱ་བྱེད་ཉི་ཤུ་ཙམ་གྱི་ཆོས་ལུགས་མེད་རེད། སྨྲས་པའི་འཁོར་ལོ་དད་པ་མེད་ཆོས་དད་མེད་པ་ལ་བརྩི་དགོས་བ་རེད་བ། ད་དེ་གས་ཆོས་ལུགས་ལ་བརྟེན་པའི་བཟང་སྤྱོད་ཅིག་ཡིན་པ་ཡིན་ན་ད་ཆོས་ལུགས་མེད་མཁན་གྱི་མི་དེ་གས་ལ་ཁོ་ཁྱོབ་ཐོབ་མ་སོ་ག་གང་ཡིན་ཟེར་ན་ཁོ་དད་པ་མི་ཟད་ཀྱི་དད་པ་མེད་པ་ཡིན་དུས་ག་ལ་ཆོས་ལུགས་རྒྱུ་མཚན་དུ་བྱས་ནས་ཆོས་ལུགས་ཀྱི་ལྟ་གྲུབ་ཆོས་ལུགས་གཅིག་གི་ད་དེ་འདྲས་ཅིག་རྒྱུ་མཚན་དུ་བྱས་ནས་ཁོ་ཚོས་གི་བཟང་སྤྱོད་གོང་འཕེལ་གཏོང་ཡས་ཀྱི་ཐོབ་ལམ་མེད་བས་རེད་དེ་འདྲས་ཟེར་རེད་དེ་ནས། གལ་སྲིད་ཆོས་ལུགས་ལ་བརྟེན་ནས་བཟང་སྤྱོད་གོང་འཕེལ་བཏང་པ་ཡིན་པ་ཡིན་ན། དེས་ཆོས་ལུགས་སོ་སོ་སོ་སོའི་ནང་ལུགས་ལ་ཁྱོ་ཆུ་ཆུང་ཅིང་ནང་ལུགས་ལ་འགྲོ་ཡ་རེད་མ་གཏོགས་པའི་ནི་ཨ་ནེ་ཆོས་ལུགས་ཡུལ་ངེས་ཅི་ལ་ཡང་ཁྱོ་བས་ཀྱི་ཆོས་ལུགས་ལ་བརྟེན་པའི་བཟང་སྤྱོད་ཀྱི་སློབ་ཆེན་ཆེན་བསྟན་པའི་རྗེས་ཐོ་བས་གོ་ར་ཡོད་མ་རེད་རོ་བ་ཆོས་དད་ཡིན་མཁན་གྱི་མི་བརྒྱ་ཆ་བྱིན་གྱི་བརྒྱ་ཆ་བརྒྱ་བཅུ་བྱོས་རོ་བ་ད། འཛམ་བུ་གླིང་གི་མན་ལ་རྒྱ་ཆོས་དམ་པ་བྱོས་རོགས། དེ་ལ། ཆོས་ལུགས་ལ་བརྟེན་པའི་བཟང་སྤྱོད་གཅིག། སྤྱི་ཡོངས་ལ་ཁྱོ་བའི་ཆོས་ལུགས་ལ་བརྟེན་པའི་བཟང་སྤྱོད་གཅིག། སློབ་བྱ་ཆེད་བརྟེན་པའི་ཆེད་ཐོག་གི་རེད་ཟེར་ན་རྒྱ་ཆ་རྒྱ་ནས་རྒྱ་དམ་པ་ཐུ་ཨེ་ཡོད་མ་རེད་ག་རེ་བྱས་རེད་ཟེར་ན། འཛམ་བུ་གླིང་ལ་རྒྱ་ཆ་རྒྱ་ཆོས་ཆོས་ལུགས་ཡོད་ངེས་དེ་གས། ཆོས་ལུགས་མ་འདྲ་བ་རྒྱ་འགྱར་བ། ད་ཆོས་ལུགས་བཅས་ལ་བརྟེན་ནས་བཟང་སྤྱོད་དེ་གའི་སྤྱི་རྒྱུག་གི་བཟང་སྤྱོད་ཅིག་སློབ་དེབ་ཅིག་བཟོ་དགོས་ཀྱི་ཡོད་པ་ཡིན་ན་ག་འདྲས་ཟེར་ནས་བཟོ་དགོས་རེད། ཡུལ་ཤུལ་ལྟ་གྲུབ་ལ་བརྟེན་ནས་བཟོ་དགོས་རེད་ནམ་བག་ལ་བརྟེན་ནས་བཟོ་དགོས་རེད་ཡང་ན་ཁ་ལྕེ་ལ་བརྟེན་ནས་བཟོ་དགོས་རེད་སྨྱོ་ར་རེད་བ་མི་དབེན་ཁོ་ར་མེད་པ་རེད་དེ་ཡིན་དུས་ག་ལ་ཆོས་ལུགས་ལ་བརྟེན་པའི་གི་བཟང་སྤྱོད་དེ་འགྲོ་བ་སྤྱི་ཡོངས་ལ་ཁྱོག་མི་ཐུབ་བ་ཟེར་དེ་རེད། དེ་ནས་བཞི་བ་དེ་ད་བཞི་བ་དེ་ད་ལྟ་ངས་ཞུས་པ་དག་རང་རེད། ཆོས་ལུགས་ལ་བརྟེན་པའི་བཟང་སྤྱོད་གི་ལྟ་གྲུབ་གཅིག་གྱུར་མེད་བ་ཟེར་དེ་རེད། དེ་ཡིན་དུས་ག་ལ། ཆོས་ལུགས་ལ་བརྟེན་པའི་བཟང་སྤྱོད་ཅིག་བྱས་པ་ཡིན་ན་ཡང། ཨ་ནི་ཆོས་ལུགས་ཡོད་མཁན་གྱི་སྤྱི་ཡོངས་ལ་ཁྱོད་བར་དོ་ཡོང་ཐུབ་ཀྱི་ཡོད་མ་རེད། གང་ཡིན་ཟེར་ན་ཆོས་ལུགས་ལ་བརྟེན་པའི་བཟང་སྤྱོད་ཀྱི་ལྟ་གྲུབ་དེ་གཅིག་གྱུར་ཅིག་ཡོད་མ་རེད། དཔེ་ཆ་བཞག་པ་ཡིན་ན། ནང་པའི་ལྟ་གྲུབ་ཀྱི་ཐོག་ནས་ནང་པའི་ཆོས་ཕྱོགས་ཀྱི་ཐོག་ནས་ལྟ་བའི་གི་ཨ་ནི། བཟང་པོ་རེད་གསུང་བའི་ཆེད་དེ་ཡེ་ཤུའི་གྱི་ཆོས་ལུགས་གཏན་ནས་བརྟེན་པ་ཡིན་པ་ཡིན་ན་དེ་བཟང་པོ།

མི་བཟད་གདུག་པོ་སྐེ་རྩེ་ཡས་མས་བོར་བ། ཧོ་དེ་འདྲས་ཡོང་སྲིད་ཀྱི་རེད་བ། དེ་ཡིན་དུས་ག་ལ་རིག་གཞུང་སྤྱི་དང། ཆོས་ལུགས་སྤྱི་དང། འོ་དེ་འདྲས་སྤྱི་ལ་ཨ་ནི་བསྟན་པ་ཡིན་པ་ཡིན་ན། ཨ་ནི། བསྟན་ནས་ཨ་ནི་བཟང་སྤྱོད་གོམས་པའི་ལྟ་ཡ་དེ། ད་འཛམ་བུ་ནི་སྤྱི་ཡིན་ན་སྤྱི་ཡོངས་ལ་འཁྱོར་བའི་གི་ཨ་ནི། དེ་ཅིག་ཆགས་ཐུབ། ཡོད་མ་རེད་སྐ་རེད་བཟང་བཟང་སྤྱོད་སྒོམ་པའི་ཏུ་ཡན་གྱི་གཅིག་གྱུར་གྱི་མཐོ་ལམ་ཆེད་ཆགས་ཐུག་གི་མེད་པ་ཡིན་པ་ཡིན་དུས་ག་ལ་གོང་ས་མཆོག་གི་འོ་ད་ཆོས་ལུགས་ལ་མ་འདུས་པའི་བཟང་སྤྱོད་ཟེར་བསྡད་པའི་འདི་ན་རེད། དེ་ནས་ལྔ་བ་དེ་ཆོས་དད་མེད་པ་རྣམས་ལ་ཡང་བཟང་སྤྱོད་དགོས་གལ་ཤིན་ཏུ་ཆེ་བ་ཟེར་དེ་རེད་ད། ཆོས་ལུགས་ཀྱི་མཚམས་ལས་འདས་པའི་གི་སློབ་བྱ་དེ་གིས་ཆོས་དད་ཡོད་པ་དང་མེད་པ་ཆ་ཚང་ལ་ཁྱོབ་ཐོབ་པ་ཡིན་པ་ཁྱོབ་ཐོབ་པ་ཡིན་དུས་ག་ལ་ཨ་ནི་དེ་ཆོས་དད་མེད་པ་རྣམས་ལ་བཟང་སྤྱོད་དགོ་ཨེ་གི་ཨ་ནི་ད་འདི་ཨ་ནི་ད་འདི་དེ་ཁ་དེ་བཀང་ཐོག་གོ་ཡོད་རེད་གལ་སྲིད་ཆོས་ལུགས་གཅིག་ལ་བརྟེན་པ་བརྟེན་པ་ཡིན་པ་ཡིན་ན་ན་ཆོས་དད་མེད་པའི་མི་དོ་ཚོ་ལ་ཨ་ནི་བཟང་སྤྱོད་དགོ་འབད་བཏང་ཡོད་གི་ཐོག་ལམ་དེ་བྱུང་མ་སོང་བ་དེ་ཡིན་དུས་ཆོས་དད་མེད་པ་རྣམས་ལ་ཆོས་དད་ཡོད་པ་ལས་ཀྱང་དེའི་ཆེ་བ་ཅིག་ཆགས་ཐལ་བ་རེད། རེད་བ། ད། སྤྱིན་བཏང་མིན། ད་གསོ་བ་དེ་ཆོས་དད་ཡོད་པ་དང་མེད་པ་གཉིས་བྱས་པ་ཡིན་མོད་ཆོས་དད་ཡོད་བའི་གི་མི་དང་མི་དེ་གས་ཐམས་ཅད་ཨ་ནི། གཅིག་གི་སྤྱོད་པ་ཡག་ག་དང། གཅིག་གི་བསམ་བློ་འཁྱེར་སོ་དང་ཀུན་སྤྱོད་ཡག་ག་དང་ཨ་ཆོས་དད་མི་ངན་ཚིག་གི་དུག་བ་རེད་ཟེར་ནི་ཡིན་པའི་ཁྱོ་པ་ཡོད་མ་རེད་དེ་ཡིན་ན་སྤྱི་ཡོངས་གི་བསམ་བློའི་ཐག་ནས་བཤད་སེ་བཤད་པ་ཡིན་པ་ཡིན་ན། ཅི་ཅིག་གི་ཆོས་ལུགས་གི། ཆོས་དད་ཡོད་བས་ཀྱི་རེད་དེ་གས་ལ་ཉག་སོ་སོ་སོ་སོ་གི་ཆོས་ལུགས་ལ་ཅིག་བལྟས་ནས་ཨོ་བྱ་བ་འདི་འདྲས་ཅིག་བྱེད་རུང་གི་མ་རེད་འདི་འདྲས་ཅིག་བྱེད་རུང་གི་རེད་ཟེར་ཁྲིམས་ཐོག་ནས་རུང་དང་མ་རུང་གང་ཡིན་རུང་སོ་སོའི་གི་ཆོས་ལུགས་ཀྱི་ལྟ་གྲུབ་དེ་དང་འབྲེལ་ནས་ཡང་ཅིག་གི་ཅིག་བྱ་བ་རུང་དང་མི་རུང་ཟེར་ཅིག་གི་རྣམ་གཞག་ཅིག་ཡོད་བ་ཡིན་དུས་ག་ལ་ཏི་ཟེར་མ་འདྲ་བ་བྱེད་དེ་ཡིན་དུས་ག་ལ་ད་ཆོས་ལུགས་མེད་མཁན་ཚོ་ཡིན་པ་ཡིན་ན་དེ་འདྲས་ཀྱི་བསམ་བློ་བཏང་སེ་གི་ཞིག་གང་ཡང་མེད་པ་ཡིན་དུས་ག་ལ་ཨ་ནི་ཁོང་ཚོ་ལ་ཆོས་ལུགས་ཡོད་པ་ལས་ཡང་དག་དགོས་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད། དེ་ལ་བརྡ་ཐོ་ལམ་དེ་ག་རེད་ཟེར་ན་ཆོས་ལུགས་ཀྱི་མཚམས་ལས་འདས་པའམ་ཡང་ན་ཆོས་ལུགས་ལ་མ་འདེམས་པའི་བཟང་སྤྱོད་གོང་འཕེལ་གཏོང་ཡག་གི་ཐོ་ལམ་དེ་ལས་ལྷག་པ་ཞིག་མེད་པ་ཡིན་དུས་གང་ལ་གོང་ས་མཆོག་གི་རྒྱུ་མཚན་འོ་དེ་གས་ལ་གཟིགས་ནས་ཆོས་ལུགས་ཀྱི་ཆོས་ལུགས་ལ་མ་འདེམས་པའི་བཟང་སྤྱོད་ནི་ད་བས་སེ་ན་མི་འདུག་གོང་འཕེལ་དེ་དང་ནའི་འོ་དེ་འདྲས་བསྩལ་བ་རེད་ཟེར། འོ་དེ་དེ་འདྲས་ཟིན་ཡང་ལགས་སོ་ཐོ་ཆེ་དེ་རིང་དག་ཡིན།